CMR ཁྲིམས་ཀྱི་མཐོ་སློབ་ནས་སློབ་སྦྱོང་སྦྱངས་བཞིན་པ་ང་བསྟན་འཛིན་འགྲོ་བ་ཡིན། ངའི་བརྗོད་བྱ་ནི། གཉན་ནད་རེག་དུག་ཅན་གྱི་འགྲོ་བ་མིའི་ཐོབ་ཐང། ཨིན་སྐད་ཐོག་ཞུས་པ་ན Human Rights of HIV Aids Patient། ང་རང་དམིགས་སུ་བརྗོད་བྱ་འདི་ཡིས་གདམ་དགོས་པ་རྒྱུ་མཚན་གཙོ་བོ་ག་རེ་ཞུས་ཡོད་ཟེར་ན། དེང་སང་ང་ཚོ་སྤྱི་ཚོགས་འདིའི་ནང་ལ་གཉན་ནད་རེག་དྲུག་ཅན་ན་གྱི་མང་པོ་ཞེ་དྲག་ཆགས་བསྡད་པ། ནད་པ་དེ་ཚོ་ལ་ང་ཚོ་མི་མང་གིས་མཐོང་ཆུང་རེད་ཟེར་བ་རེད་ཡ། མིག་བྱས་ལ་ཚུལ་མ་བྱུང་བ་དང་མིག་འགྲོ་ས་ལ་འགྲོ་མ་བྱུང་ཁོ་ཚོ་ལ་སྨྲ་བོ་ཟིའི་འབྲེལ་བ་བཅས་བྱེད་དུས། ནེ་པ་ལི་ཚོ་གློ་ཞེ་དྲག་ཕམ་དགོས་གནས་ཚུལ་ཟིན་ཡོད་དོ། ཁོ་ཚོ་དང་པོ་ནས་ནེ་པ་ལི་གཉིས་ལྡན་ནི་གློ་ཞེ་དྲག་ཕམ་བྱེད་དེ་མང་པོ་ཅིག་སེམས་པ་མ་བདེ་ནས་སོ་སོ་ནང་གི་ཕྱི་ལོག་ནས་ཡང་དོན་མ་ཐུ་བ་དང་ཁ་ཤས་ཀྱིས་རང་ཤི་རྒྱག་བར་གནས་སྟངས་ཆགས་ཀྱི་འདུག་ཨ། དེ་འདྲའི་གནས་སྟངས་གང་ཡོང་ཡོང་ཡོང་དགོས་པ་བཟོས་པ་དེ་ང་རང་ཚོས་ལས་འགན་ཆགས་ཀྱི་འདུག། ངའི་བསམ་པ་ལ་དེ་འདྲའི་གནས་སྟངས་ཡོང་དགོས་པ་རྒྱུ་མཚན་གཉིས་ལ་ཐུག་བསྡད་ཤག། དང་པོ་དེ་ན་བཟའ་དེ་ཡི་གོ་རྟོགས་མེད་པ་དང་གཉིས་ཏེ་ནི་ཁྲིམས་ཀྱི་གོ་རྟོགས་མེད་པ་ཡིན་ས་རེད། ན་བཟའ་དེ་ཡི་གོ་རྟོགས་ལ་ཆ་བཞི་ན་ང་རང་ཚོ། བོད་གཞུང། ཁྲི་ལྡེ་ལས་ཁུངས་ཀྱི་འགོ་ཁྲིད་ནས་ཕྱི་ཟླ་བཅུ་གཉིས་ཚེས་གཅིག། ཉིན་མོ་དེ་ལ་ཨེདས་རེད་སྲུང་བརྩི་བྱས་ཡོད་རེད། དེ་ཉིན་མོ་དེར་གཞིས་ཆགས་རང་རང་ཁག་ནང་ལ་ཁྲི་ལྡེ་སྨན་ཁང་གི་འགོ་ཁྲིད་ནས་ན་བཟའ་དེ་ཡི་སྐོར་ལ་འདྲི་བཤེར་ཧ་ཏུ་ཏག་བགྱིས་དུས་ང་རང་ཚོ་དེ་ལ་སེམས་ཁྲལ་རྩ་བ་ནས་ཆེ་བོ་མི་འདུག།

རྩ་ཁྲིམས་འདིའི་ནང་མི་མང་ཚང་མ་ཁྲིམས་ཀྱི་མདུན་ལ་གཅིག་པ་ཡིན་པ་མ་ཟད། ནད་པ་དེ་ཚོ་ལ་དམིགས་བསལ་གྱིས་ཚེ་སྲོག་བྱེད་རྒྱུའི་ཐོབ་ཐང Right to Life དང་ཆ་མཉམ་གྱི་ཐོབ་ཐང Right to Equality དང་ལས་ཀ་བྱེད་རྒྱུའི་ཐོབ་ཐང Right to Vote བཅས་ལ་དམིགས་བསལ་གཟིགས་ཞག་རྩ་ཁྲིམས་འདིའི་གི་དོན་ཚན་ཉི་ཤུ་རྩ་ལྔ Clause One ནང་ལ་ནད་པ་དེ་ཚོ་ལ་མི་ཚེའི་གཟི་བརྗིད་ལ་ལྡན་པ་བྱེད་རྒྱལ་གྱི་ཐོབ་ཐང་ཡོད་པ་མ་ཟད་ཁོ་ཚོའི་གི་འཕྲོད་བསྟེན་ལ་དོ་སྣང་དང་རོགས་རམ། ལས་ཀ་བྱེད་སའི་རྩ་ཆ་ལ་སྲུང་སྐྱོབ་བྱེད་དགོས་པ་དམིགས་བསལ་བརྗོད་འདུག་རྒྱ་གར་གྱི་རྩ་ཁྲིམས་ལ་ཆ་བཞག་ན། རྒྱ་གར་གྱི་རྩ་ཁྲིམས་ཀྱི་དོན་ཚན་བཅུ་བཞིའི་ནང་ལ་གཉན་ནད་ལས་འཕྲོས་ཀྱི་ནད་པ་དེ་ཚོ་ལ། སྨན་བཅོས། འདྲ་མཉམ་རག་དགོས་པ་གསལ་པོ་བཞེས་བཞག། དོན་ཚན་བཅོ་ལྔ་དང་བཅུ་དྲུག་ནང་ལ་གཉན་ནད་ལས་འཕྲོས་ཀྱི་ནད་པ་དེ་ཚོ་ལ་དབྱེ་འབྱེད་བྱ་མི་རུང་བ་གསལ་པོ་བརྗོད་འདུག་དོན་ཚན་ཉི་ཤུ་རྩ་གཅིག་ནང་ལ་གཉན་ནད་ལས་འཕྲོས་ཀྱི་ནད་པ་དེ་ཚོ་ལ་ཚེ་སྲོག་བཅས་ཀྱི་ཐོབ་ཐང Right to Life དང་རང་ཉིད་སྒེར་གྱི་རང་དབང

ཁོ་ཚོའི་གི་ནས་ན་བཟའ་འདི་གསང་བར་བཞག་ཡོད་པར་རང་དབང་ཡོད་པའི་གསལ་པོ་བཤད་ཀྱི་འདུག་ཁྲིམས་འཆར་འདི་གི་དམིགས་བསལ་ནད་པ་དེ་ཚོ་གི་ཤེས་ཡོན་དང། འཕྲོད་བསྟེན། དམངས་འཚོའི་རང་དབང་བཅས་ལ་དམིགས་བསལ། དམིགས་བསལ་ཟེར་གྱི་འདུག་ཁོ་ཚོའི་གི། གཉིས་པ་དེ National Aids Organization། ཁྲིམས་འཆར་འདི་དམིགས་བསལ་གཉན་ནད་ལས་བྱུང་གི་ན་ཚ་འདི་ཟློག་ཐབས་དང་ཚོད་འཛིན་ལ་དམིགས་བསལ་དོ་སྣང་བྱེད་ཀྱི་འདུག་ཕྱི་ཟླ་དགུ་པའི་ཚེས་བཅུ་ཉིན་རྒྱ་གར་འཕྲོད་བསྟེན་ལས་ཁུངས་ཀྱིས་ཁྲིམས་འཆར་གྱི་གསར་གཏོད་གནང། ཁྲིམས་འཆར་དེའི་མིང་ལ། HIV, AIDS Prevention and Control Act two thousand seventeen ཞེས་བརྗོད་ཀྱི་འདུག། ཁྲིམས་ར་འདིའི་ནང་གཉན་ནད་ལས་འཁྲུག་གི་ནད་པ་དེ་ཚོ་ལ་དམིགས་བསལ་གྱིས་ཁོ་ཚོའི་གྱི་ཤེས་ཡོན་དང་འཕྲོད་བསྟེན། མང་གཙོའི་ཐོབ་ཐང་ལ་དམིགས་བསལ་དོ་སྣང་བྱེད་ཀྱི་འདུག་དོ་སྣང་བྱས་པ་མ་ཟད་ཁོ་ཚོ་ལ་སྲུང་སྐྱོབ་ཀྱང་བྱེད་ཀྱི་འདུག་གལ་སྲིད་མི་སུ་འདྲ་ཞིག་ཁྲིམས་ར་འདི་ལ་བརྩི་མེད་བྱེད་པས་ན་ཁོ་ཚོ་ལ་ཉེ་བ་ཟླ་བ་གསུམ་ནས་ལོ་གཉིས་བར་གྱི་བཙོན་ཁང་ནང་བཅུག་ཡོད་པ་མ་ཟད་ཆད་པ་སྒོར་འབུམ་ཙམ་ཅིག་ཐོགས་ཀྱི་ཡོད་པ་གསལ་པོ་ཤེས་བྱ། ཁྲིམས་ར་འདི་གི་སྲིད་ཇུས་མིང་ལ། Test and Treat Policy། གསུངས་ཀྱི་འདུག་སྲིད་ཇུས་འདི་ཀྱི་འགོད་པ་ནི་མི་དམངས། གཉེན་ལུས་ལས་དྲུག་གི་མི་དམངས་ཚང་མ། གཞུང་གི་སྨན་ཁང་ནང་ལ་སྨན་བཅོས་འགོག་མེད་རག་གི་ཡོད་པ་བཤད་ཀྱི་འདུག་ཐེངས་འདིའི་གཉེན་ལུས་ལས་དྲུག་གི་གཉེན་ལུས་ལས་དྲུག་གི་འདེམས་པ་དེ་ཚོ་གི་རང་དབང་སྐོར་མདོ་ཙམ་ཅིག་ཞུས་ན་ཁོ་ཚོ་ལ་དམིགས་བསལ་གྱི་རང་དབང་དང་པོ་དེ། དབྱེ་འབྱེད་བྱེད་མི་རུང་བའི་རང་དབང་ཡོད་རེད་ཨེ་འགས་དོགས་ཞུས་པ་ཡིན་ན Right Against Discrimination། ཁོ་ཚོ། གཉེན་ཉེ་རེ་བཅོལ་གྱི་ནད་པ་དེ་ཚོ་ལ་ཁོང་ཚོ་གྱི་ན་ཚ་ལ་བརྟེན་ནས་དབྱེ་འབྱེད་བྱེད་ཡ་ཡོད་མ་རེད། ཁོ་རང་ཚོ་ལ་ལས་ཀ་གཅིག་པ་རག་བའི་ཐོབ་ཐང་ཡོད་རེད་སྨན་བཅོས་འདྲ་མཉམ་རག་པའི་ཐོབ་ཐོབ་ཐང་ཡོད་རེད། ཨ་ནི། ལས་ཀ་སྤྲད་ས་ཡིན་ནས། ཁོང་ཚོ་གྱི་ན་ཚ་ལ་བརྟེན་ནས་ལས་ཀ་མ་སྤྲད་བར་བྱེད་བ་ཨེ་འདྲ་བྱས་ན་དེ་ཚང་མ་ཁྲིམས་དང་འགལ་འདོད་ཡོད་རེད། གཉིས་པ་དེ་སྨན་བཅོས་ཀྱི་རང་དབང། མི་སུ་ར་བྱས་ནས་ན་ཚ་དེ་སོ་སོ་སྨན་ཁང་ལ་བཅར་ནས་སྨན་བཅོས་བྱེད་ཡ་གྱི་རང་དབང་ཡོད་རེད། ཁོ་ཚོ་གི་ན་བཟའ་ལ་ལྟ་ན་གལ་སྲིད་ཨེམ་ཆི་དང་སྨན་ཁང་གིས་ཁས་མ་ལེན་བ་བྱས་ན་འདིར་ཁྲིམས་དང་འགལ་ཏེ་ཡོད་རེད་ཁོ་ཚོ་ལ་ངལ་བ་ཆེན་པོ་ཞིག་ཕོག་གི་ཡོད་རེད། གསུམ་པ་དེ་གསང་བ་བཞག་པའི་རང་དབང། ནད་པ་དེ་ཚོ་སོ་སོ་གི་ན་ཚ་དེ་གསང་བ་བཞག་པའི་རང་དབང་ཡོད་རེད། མི་ཡི་སྐད་ཆ་དྲིས་ཆོག་མ་རེད་སྐད་ཆ་དྲིས་ན་ལན་རྒྱག་མ་རེད་ཁོ་རང་ཚོ་ལ་གསང་བ་བཞག་པའི་རང་དབང་ཡོད་རེད་ཨིན་སྐད་ལོག་ཤེས་བ་ན Right to Privacy། བཞི་པ་དེ་ནད་པ་གི་འདོད་པ་ལྟར་བྱེད་པ། གལ་སྲིད་ནད་པ་ཧ་མ་གོ་ནས་ནད་པའི་གི་གནས་ཚུལ་ཡར་མ་སྐྱེས་པ་ན་རྫབ་ཆེན་པོ་ཞིག་འདུག་གི། ཨིན་སྐད་དུ་ཤོད་པ་ན without patient's consent ནད་ནད་པ་དེ་ཧ་མ་གོ་ནས་ཁོ་ཚོའི་གི་གནས་ཚུལ་མི་སུ་ར་བྱས་ནས་ཡར་མ་སྐྱེས་བ་ཡིན་ན་དེ་ལ་ཉེས་བ་རྫ་ཆེན་པོ་ཞིག་ཕོག་གི་ཡོད་རེད། ཐབས། ང་ཚོས་ཞུས་སྲོལ་ལྟར། སོ་སོ་ལ་རང་དབང་རག་དུས་སོ་སོ་ལ་འགན་འགན་ཀྱང་རག་གི་ཡོད་གསུང་གི་ཡོད་དེ་ལྟ་བུ་ད་དང་ད་གཉན་ནད་ལས་འབྱུང་གི་ནད་པ་དེ་ཚོ་ལ་རང་དབང་དེ་ཚང་མ་ཐོབ་དུས་ཁོ་རང་ཚོ་ལ་འགན་གལ་ཆེན་པོ་གཅིག་ཡོད་རེད་དེ་ག་རེད་ན། ཁོ་ཚོས་ཀྱི་ཁྲག་ཡར་མར་འདྲེས་པ་བྱུས་ཏེ་དམིགས་བསལ་གྱི་དོ་སྣང་ཆེན་པོ་བྱེད་འོག་ཏུ། མི་ལ་ག་ཚོད་ཀྱིས་ཉུང་ཐབས་དགོས་དགོས་པ་བཟོས་པ་འདི་དམིགས་བསལ་གྱི་དོ་སྣང་བྱེད་འོག་ཏུ་ཁོ་ཚོས་ཀྱི། གཉིས་ནས་རས་ཕྲུག་གི་ན་རྒན་ཁོ་རང་དང་ཁོ་ཚོའི་གྱི་ནང་མིའི་གྲོགས་པོ་གྲོགས་མོ་སྤྱི་ཚོགས་མི་ཚང་མ་གཉིས་ནས་རས་ཕྲུག་གི་ན་ཚ་འདི་དང་འགྲོ་བ་མིའི་ཐོབ་ཐང་གི་འབྲེལ་བ་ཤེས་སོང་ན་ཧ་ལས་པ་ཡག་པོ་འདུག་བསམ་གྱི་འདུག་ང་ཚོའི་མི་ལུས་རིན་ཆེན་འདི་ཐོབ་པར་ཧ་ལས་པ་སུན་སྣང་ཆེན་པོ་ཡོད་དུས་ཁ་ཤས་ཀྱིས་སེམས་པ་མ་བདེ་ནས་ནི། རང་ཤི་རྒྱག་དགོས་པ་དེ་དཔེའི་གནས་ཚུལ། ཧ་ལས་པ་སེམས་པ་སྐྱོ་བོ་ཡོད་དུས་ཨ་ནི་ང་ཚོས་འདི་གནས་ཚུལ། གནས་སྟངས་འདི་གང་མྱོང་མྱོང་ཡོང་དགོས་པ་བཟོས་པ་འདི་ང་རང་ཚོ་ལས་ཀའི་ཆ་ཡིན་འདུག་ང་ཚོས་ཤེས་གསལ་ལྟར་ལག་པ་གཅིག་གིས་ལག་པ་བརྡབ་ཐུབ་མ་རེད་ལག་པ་བརྡབ་པ་ལ་ལག་པ་གཉིས་དགོས་རེད་ཞེས་གསུངས་པ་ལྟར་ཁྲིམས་གཅིག་པུར་གྱིས་ང་ཚོས་དཀའ་ངལ་འདི་སེལ་དགོས་ས་མ་རེད་ཁྲིམས་དང་མི་མང་གཉིས་མཉམ་དུ་གོམ་པ་མདུན་ལ་སྤོས་ན་ང་ཚོ་དཀའ་ངལ་འདི་ལས་སླ་པོ་ངང་སེལ་དགོས་ས་རེད། མཐའ་མ་དེ་བརྙན་ཐུང་འདིས་སེང་གེ་དང་གཟིག་གེ་ཚང་མ་གཉན་ནད་ལས་འཁྲུགས་ཀྱི་འགྲོ་བ་མིའི་ཐོབ་ཐང་རྡོག་ཙམ་གཞིར་བྱས་སོང་བ་ནི་རེ་བ་ཡོད། བརྡ་ལན་འདིས་གང་འོང་མ་ཚེ་ར་ནང་རོ་གནང། ཚང་མ་ལོ་ལ་ཕན་ཐོགས་བའི་རེ་བ་ཡོད། བཀའ་དྲིན་ཆེ།